ལྷན་རྒྱས་སྐུ་ངོ་བསམ་ཡས་ཙམ་དུ་བཞུགས་བོད་ཀྱི་དུས་བབ་ཀྱི་དྲ་བརྙན་གླེང་མོལ་ལས་རིམ་དེ་ད་ལྟ་ལག་བསྟར་རྒྱས་སུ་སླེ་ཁུལ་ལ་ཡང་སླེ་བསྡད་ཡོད། ཐེངས་འདིའི་ལས་རིམ་འདི་ནང་ལ་ཡང་ང་ཚོའི་ལྷ་ས་ཁ་ཆེ་པ་ཨབ་རྡུལ་ལགས་དང་ལྷན་དུ་ཁོང་གི་མི་ཚེ་ལྷོད་བརྒྱུད་དང་དག་སྣང་ཞིང་ལྷ་ས་ཁ་ཆེ་གི་ཐད་ནས་རྒྱུས་ལོན་ཐེངས་དུས་ཞིག་ཡིན། པཱ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། པཱ་ལགས་ཐོག་མ་དེ་ལ་ཁྱེད་རང་ངོ་སྤྲོད་ཞིག་གནང་ན། ལེགས་ལེགས།
ངའི་མིང་ཨབ་རྡུལ་ཇེ་ལིལ་ཀཱ་ཟི་ཡིན། ཁྱེད། ཨ་ནི། ང་ལྷ་ས་ལ་སྐྱེས་པའི་མི་ཡིན། དེ་དུས་ལྷ་ས་ནས་མ་ཐོན་དུས་ལ་ལོ་ང་གཅིག་ཡིན། ཨ་ནི། ད་ག་རེད་ཁྱེད་ལྷ་སའི་ད་ག་ཚོ་རེད་དྲན་དྲན་སོ་ཡ་གི་ག་དི་ས་ཆའི་ག་དི་དེ་ཟིག་ང་དྲན་པ་ལ་འདུག་ད་ལྟ་ང་ལ་ད་ལི་ཡ་ཚོང་རྒྱག་དགོས་ཡིན།

ཁྱེད་ལ་བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་མདུན་རུ་ཕྱག་སོན་པ་ཡིན་ན། རྒྱུན་དུ་ནས་ལྷ་ས་ཁ་ཆེ་ལ་ཉི་འོ་གནང་གི་ཡོད་ལ་ལྷག་པར་དུ་ཁ་སང་དེ་ཕེབས་དུས་བསམ་པ་ཉིན་དང་པོ་ལ་ཡང་ལྷ་ས་ཁ་ཆེ་རྣམ་པ་ག་བ་ཡོད་དེ་འདྲའི་བཀའ་དྲིན་གནང་ཡོད་རེད་དེ་ནས་དམིགས་བསལ་ཁ་སང་ཇོ་ཁང་ལ་ཕེབས་དུས་བསམ་པ་ནི་རྣམ་པ་ཚོ་ལ་ཡང་དམིགས་བསལ་གྱི་མཇལ་ཁང་གནང་ཡོད་རེད་དེ་ཡིན་བསམ་པ་རྣམ་པ་ཚོས་ཀྱི་ངོས་ནས་སྐུ་མདུན་ག་ཚོད་ལ་ངོས་འཛིན་གནང་གི་ཡོད་ན་དེ་ནས་དེའི་ཐད་ནས་ཅིག་གསུང་ན།

དེ་ནས་ད་བོད་པའི་མི་ཐོག་རྒན་པ་འགྲོ་ཞེས་ན་མང་ཆེ་གེ་ལྷ་ས་ཁ་ཆེ་ལ་ན་མཁན་རྒན་པ་འགྲོ་ཆེ་རེད་ཡིན་ནི་ལས་ད་བཙན་བྱོལ་ནང་འཚར་ལོངས་བྱུང་བ་དང་ལྷག་པར་དུ་མི་ཟླ་བ་གཞོན་པའི་གྲས་ཀྱི་ལྷ་ས་ཁ་ཆེ་ལ་ན་ཅིག་མཁན་ཡ་ཁག་པོ་རུ་ཆགས་ཏེ་ཞག་བསྟེན་ཙམ་མ་ཤི་ནས་ལྷ་ས་ཁ་ཆེ་ངོ་མ་ལྷ་ས་ལ་ག་འདྲི་ཞུ་དགོས་ཡོད་ན་དེ་ལྷ་ས་ཁ་ཆེ་དེ་ག་འདྲས་ཡིན་དེ་ཐད་ནས་ཁྱེད་རང་གི། ངོ་སྤྲོད་གཏོར་བསྡུ་ཞིག་གནང་ན། རེད་རེད། སྙན་མ་ད་གར་སོང་རེད་ག་རང་ཚོ་ཚོང་པོ་རེད་ལྷ་ས་ཁ་ཆེ་གི་དགང་བློ་ཚོང་པོ་རེད་ཁྱེད་ཚོང་པོ་ཡིན་ཙང་ང་རང་ཚོ་ལ་དྭགས་བརྒྱུད་ནས་ཕེད་ཡོད་རེད་ཨ་ཨབ་གྷན་ཟེར་ནས་ཕེད་ཡོད་རེད་འདུག་བྱེད་ཀྱི་ཚོང་རྒྱབ་ཀྱི་དེ་དུས་ལ་ང་རང་ང་ཚོ་དགང་བློ་ག་ཚོར་ཕ་གོ་ན་དེ་ཚོང་ཁ་ཡོད་རེད་ཁྱེད་ལྷ་ས་ཚོང་ཁ་བྱེད་ཀྱི་འདུག་སུ་མ་ད་ང་ཚོ་སྤོ་ལ་དྭགས་ཁོང་ནང་པ་ཚོང་པོ་རེད་སྙན་མ་ནས་ང་ཚོ།

དེའི་ཤུ་བོ་རྒྱ་མི་ལས་ཨ་ནི་ཏི་སི་ང་རང་ཚོའི་ད་ག་སོར་ཆོས་ག་ལ་ཡ་ཏི་སི་ཅིག་འདུག་ལོས་བྱས་ཚ་ཧོང་བྱས་དམ་དྲག་བྱས། ང་ཚོའི་མ་རྩེད་ལ་སྒོ་འཇགས་བརྒྱབ་ང་རང་ཚོའི་ལྷ་ཁང་ལས་སྒོ་འཇགས་བརྒྱབ། བྱས་ཙང་ཨ་ནི་ང་ཚོ་སོ་སོའི་ཆོས་དེ་བརྩི་ཐུ་ཡོད་ཙང་ཁོས་ང་ཚོ་མ་དོན་པར་བྱས། ཨ་ནི་ད་ལྟ་དེ་པཱ་ལགས་ད་ཕི་གའི་ལྷ་ས་ནས་ཡར་ཕེབས་དུས་དགུང་ལོ་པའི་ཆུན་ཅི་རེད་དོ་དགུང་ལོ་ལྔ་སོ་རེད་དོ་ཡིན་ནས་པཱ་ལགས་ཀྱི་པ་ལ་དང་དེ་འབྲེལ་གྱི་གསུང་བཀོད་གྱིར་ཕུ་ཡེ་ལ་ལྷ་ས་དང་ལྷ་ས་ཁ་ཆེ་དང་བོད་པ་བ་རུ་ག་འདྲེ་འགྲོ་ཞུ་དགོས་ཡིན་ན་དེ་ཡི་འབྲེལ་ལམ་འགྲོ་དེ་ག་འདྲོ་ཡིན་ན་སྐབས་དེ་དུས་བསམ་བློ་པ་ལ་པ་ལ་ཁྱེད་རང་གི་པ་ལ་གི་དེ་འདྲེ་ཕ་མ་གི་དེ་འདྲེ་བཀོར་ཐོག་དེ་འདྲེ་བཀའ་མོལ་གནང་སོང་བས་ག་འདྲེ་ཡིན་ན། གནང་སོང་ཡ་ལ་ག་ཅེ་ནི་ང་ཚོ་ལྷ་ས་དང་ང་རང་ཚོའི་ལྷ་ས་ཁ་ཆེ་དང་ལྷ་ས་བོ་བོ་སྒྲིག་ལམ་ཞུ་དགོས་ང་རང་ཚོ་ག་ཕྱོགས་རུ་མཐུན་པོ་ཞུ་དགོས་ཕྱོགས་རེད། ག་རེ་ཡིན་ན་མི་ལྟ་སྙན་མ་མ་ལབ་ང་རང་ཚོའི། ག་སོགས་རེད། མཚམས་མཚམས། མཉམ་འདྲར་བྱེད་འདི་ཡུན་གོ་བ་རེད་མི་སྲིད་ཉལ་ཏེ། རེད་རེད། དེ་ཡོད་དུས་ལ་ཁ་ཁོའང་ནང་མི་སོང་ནང་གི་ཨ་ཁར། ཁ་ཆེ། དེས་ནོར་འཁྲུལ་ཡོད་ན། ང་ཚོའི་ཁ་ཆེ་དཔོན་པོ་ལ་ལ་ཚིག་སྤྲད་དགོས་རེད། ཨོ། ང་རང་ཚོའི་ནང་པའི། ནང་པ། ནང་པ་གི་སོང་ནང་གོ་རེད་ཁྱེད་རྣམ་པའི། ཁྲིམས་ཀྱི། ག་རེ་ཡིན་ནས། དེས་སྐད་སྒྲོག་ཁྱེད་རྣམ་པའི་ན་རོ་ན། ཨ
ཨིན་དྲས་དུས་ལོ་མི་ག་ས་ཡག་གོ་བ་རེད་ཨིན་དྲས་མ་རེད་ཀི་ད་དེ།

དེ་འདི། ཁ་སང་སྐུ་མདུན་དེ། ཞི་བའི་ཚོགས་ཕོ་བྲང་ལ་ཞབས་བཅགས་པའི་སྐབས་ལ་ཡང། སྐུ་མདུན་གྱིས་སྔོན་མ་འགྲོ་ཡི་ན། བོད་གཞུང་གི་གཞུང་འབྲེལ་གྱི་མཛད་སྒོ་ཁག་མང་ཆེ་བ་ལ། ལྷ་ས་ཁ་ཆེའི་གི་འཐུས་མི་ཡོང་ཅེས་སྐུ་མདུན་གྱིས་རྒྱུན་དུ་བརྗེད་དེ་གི་དེ་འདྲས་གསུང་གི་འདུག་བ། དེ་འདི་བསམ་པ། ཁྱེད་རང་གི་ཕ་མ་གིས་དེ་འདྲས་སྐོར་དོ་ལ་གསུང་གསུང་མྱོང་ཡོད་ན་ག་འདྲས་ཡིན་ན། རེད་རེད་དེ་གསུང་རེད་ད་ག་ཚོད་རེད་ད།

གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་ལྷ་ས་རུ་ལས་བྱེད་བཙན་འཛུལ་བྱས་ཡོང་སྟེ་བསམ་པ་གྱིས་བོད་པ་ཙམ་དུ་མ་རེད་བོད་པ་ཁ་ཤས་ཙམ་དུ་མ་རེད་ཚང་མ་ལ་བཙན་གནོན་བྱེད་ཀྱི་མནར་གཅོད་དེ་འདྲས་བཏང་ཡོད་རེད་བ། དེ་ནས་གོང་དུ་པཱ་ལ་ཡས་གསུངས་སོང་ལྷ་ཆེ་ཁ་ཆེ་གི་ལྷ་ས་ཁ་ཆེ་གི་ལྷ་ཁང་སྒོ་རྒྱག་ཡ་དང་མནར་གཅོད་བཏང་ཡ་དང་དེ་འདྲས་བྱས་ཡིག་གསུང་གི་འདུག་དེའི་ཐད་ནས་ག་འདྲས་ཤེས་ན་རྒྱ་མིས་བསྡད་ཡོང་དུས་སམ་གླས་ཡོང་དུས་སམ་པ་དེ་གི་བཙན་གནོན་འགྲོ་དང་དེ་འདྲས་ག་འདྲས་བཀའ་འགྲོ་བྱས་ཡོད་ན་རྣམ་པ་ཚོའི་སྐབས་དེ་དུས་སམ་པ་གྱི་དཀའ་སྡུག་གར་ཁ་འགྲོ་མྱོང་ཡོད་ན།

ཁོ་ཚོས་ཁོ་རང་ཚོ་གི་གསུང་བྱ་བ་དེ། ལྟར་ན་དྲན་གསོ་ཡ་དེ་དེ་ཟིན་ཐུང་གིས་ཀྱང་ས་ཆ་ཅིག་ཏུ་ཐོབ་པར་བྱེད་ཅིང་ཁོའི་ཁ་འདི་ཡ། གུ་གུ་རུ་བཟོས་རྗེས་ཨན་ཏེ་གང་ནས་དཀར་རྒྱུག་རུ་བྱེད་ཞེས་ཏང་གིས་ཀྱང་ཨན་ལོ་ལོ་སི་ལོ་ལོ་སི་ཟིག་གིས་ཀྱང། ད་དེའི་ཤུ་བོ་ཡང་ས་ཆ་ཅིག་ལས་གུ་ག་ཅེ་རུ་ལྷས་ས་རྒྱ་མི་ཡོང་དུས་ལ་ག་གང་གི་ལོ་ཚོགས་འདུ་ཚུགས་དུས་ལ་ཡོད།

ལ་སོགས་དེ་ནས། ད། ང་ཚོ་ཚང་མ་གཅིག་མཚུངས་རེད་རྒྱ་ནག་གཞུང་གིས་བོད་ས་བཙན་འཛུལ་བྱས་ཚར་བའི་རྗེས་ལ་ཡང་ད་བོད་མི་མང་པོ་ཞིག་གིས་འུ་ཐུག་ཐབས་ཟད་ཀྱིས་བཙན་བྱོལ་ལ་ཡོང་དགོས་དེ་འདྲའི་གནས་སྟངས་གྱར་བསྡད་ཡོད་རེད་དེ་འདི་བསམ་པ། པཱ་ལགས་ཁྱེད་རང་ད་སྐབས་དེ་དུས་དགུང་ལོ་ཆུང་ཆུང་རེད་དེ་ཡིན་ནའི་ཁྱེད་རང་གིས། པཱ་ལགས་མ་ཡིས་ཏན་ཏན་དེ་འདྲའི་སྐོར་ལ་ཡང་ག་འདྲས་སུ་ཕེབས་ཡོད་མེད་སྐོར་ལ་གསུངས་ཡོད་ཀྱི་རེད་ཁྱེད་རང་གི་ནང་མིས་ག་འདྲས་ཤེས་ཕེད་དོ།

ས་ཉོས་ཅན་འདུག་ཤེས་བྱེད་དེ། ལས་ལས་ལས་ལས། ང་ཚོ་གཞིས་ཆགས་གསུམ་ཡོད་རེད། ལས་ལས་ལས་ལས་ལས།
ཡིད་གལ་གཅིག་ཡོད་རེད་ཧ་ཝལ་གཅིག་ཡོད་རེད། མགུལ་ཆེན་སྒོ་ལས། ལས་ལས་ལས། དུག་སེལ་ཞིག་ཞིག། ལས་ལས། དེ་ནས་པཱ་ལགས། ཅིག་བོད་ལ་ཕེབས་ཐུབ་ན་འགྲོ་ད། བོད་ལ་ཕེབས་ཐུབ་ན་དེ་འདྲའི་གོང་བུ་ཡོད་ན། དེ་ཚོ་ཡོད་ཡོད་རེད་བ། སོ་སོའི་མཏླབ་རླུང་བུ་རེད། རེད་རེད་རེད། ག་ཚོད་ལོ་ག་ཡོད་རེད། རེད་རེད་རེད། ག་ཅན་ནི།